ད་རེས་འཇམ་མགོན་བླ་མ་ས་སྐྱའི་དཔེ་འབྲི་བདག་ཆེན་པོའི་དུས་ཆེན་ཁྱད་པར་ཅན་འདིའི་ཐོག་ལ་ཨེ་ནས་དྲ་ཐོག་ནས་གསན་གཟིགས་གནང་མཁན་ཚང་མ་ལོག་ལ་ཡང་འཚམས་འདྲི་ཞུ་གི་ཡོད། ཨེ་ནས་དུས་ཆེན་ཁྱད་པར་ཅན་འདིའི་ཐོག་ལ་ཡང་དག་ཅིག་འཇམ་མགོན་བླ་མ་ཆེན་པོའི་རྣམ་པར་ཐར་པ་མདོར་བསྡུས་ཞིག་མང་ཞུ་ཡག་བྱེད་ཐུབ་ས་རེད་དེ་ཡིན་ན་ཡང་ད། བྱམས་མགོན་བླ་མ་ས་ཡི་དཔེ་འདི་དང་འཆམ་པ་ནི་ནི། རྒྱལ་བ་ཐམས་ཅད་ཀྱི་མཁྱེན་པའི་རང་གཟུགས། རྗེ་བཙུན་འཇམ་པའི་དབྱངས་ཀྱི་སྤྲུལ་པ་དངོས་ཡིན་པ་རེད། དེ་འདྲ་ཡིན་དུས་ཙམ་ནས་འཇམ་པའི་དབྱངས་ཀྱི་ཡོན་ཏན་ནི་དེ་ནི་མི་སྲིད་ཚིག་གི་གཏན་ཉིད་རྒྱ་བས་ཀྱང། བློ་མཆོག་ཁྱོད་ཀྱི་ཡོན་ཏན་རྒྱ་མཚོས་འབར་དཀའ་བ་བྱེའུར་བརྗོད་ཀྱང་རྫོགས་ཕྲ་བ་སོན་གསུངས་པ་ན་བཞིན། སངས་རྒྱས་ཀྱིས་ཀྱང། ཡོན་ཏན་ཐམས་ཅད་འཕེལ་བའི་གསུང། གསུང་མི་ཐོས་པ་དེ་འདྲའི་གསུང་ཡོད་རེད་དེ་ནི་ང་ཚོ་སོ་སོ་སྐྱེ་བོ་གཅིག་གིས་ཨེ་ནི་ཆོས་རྗེ་བླ་མའི་རྣམ་པར་ཐར་པ་བརྗོད་ཐུབ་ཡག་དང་དེ་འདྲའི་ཡེ་ནས་ཡོད་མ་རེད་དབུ་མ་བཅུག་པའི་ནང་ལ་གསུང་པ་ནང་བཞིན་གང་ཟེར་བ་རེད། ནམ་མཁའ་མེད་པའི་འདབ་ཆགས་ལྡོག་པར་མི་འགྱུར་གྱི་དེ་ནི་རང་དུ་ཟད་པས་ལྡོག་པར་གྱུར་དེ་བཞིན་སློབ་མ་ཐམས་ཅད་སངས་རྒྱས་གསེར་རྣམས་སངས་རྒྱས་ཀྱི་ཡོན་ཏན་མཁའ་ལྟར་མཐའ་ཡས་མ་བཅོས་ལྡོག་པར་གྱུར་ཟེར། ནམ་མཁའ་མེད་ནི་བྱ་འཕུར་བྱ་འཕུར་མ་དུལ་བ་མེད་པ་ཡིན་པ་རེད། ཡིན་ན་ཡང། རང་རང་གི་ཕུ་ཡག་གི་ནུས་ཤུགས་རྫོགས་ཆེད་ཨིན་སུར་ལོག་ཡོང་གི་ཡོད་རེད་དེ་ནང་བཞིན། སངས་རྒྱས་དང་བྱང་ཆུབ་སེམས་དཔའ་སོ་སོ་སྐྱེ་བོ་གིས་སངས་རྒྱས་ཀྱི་ཡོན་ཏན་ཇི་ཙམ་བརྗོད་པ་ཡིན་ན་ཡང་རྫོགས་བ་འགྲོ་ཡང་དང་ཉུང་རུ་འགྲོ་ཡང་ཟད་དེ་རྩ་བ་ནས་ཡོད་བ་མ་རེད་དེ་ཡིན་ན་ཡང་སོ་སོའི་ནུས་པས་མ་འདངས་པ་ཨེ་ནི་བརྗོད་ཐུབ་ཀྱི་ཡོད་བ་མ་རེད་དེ་ནང་བཞིན་རེད་དེ་འདྲ་ཡིན་དུས་དེ་འདྲ་ང་ཚོས་དེ་ལྟ་བུ་ཞིག་བརྗོད་ཐུབ་ཡ་ཡོད་བ་མ་རེད་དེ་ཡིན་ན་ཡང་ད་དེ་རིང། དུས་གཞན་ཁྱད་པར་ཅན་འདིའི་ཐོག་ལ་ཨེ་ནི་བདག་གཅིག་མདོར་བསྡུས་མ་ཞུས་པ་ཡིན་ན་ཨེ་ནི་ཐོག་མར་བྱང་བ་ར་མ་སི་རའི་དཔེ་འདི་དེ་ཚོན་པོ་སྐུ་བལྟམས་པའི་སྐབས་སུ་ཨེ་ནི་བདག་ཅག་གི་སྟོན་པ་ཐུབ་པའི་དབང་པོ་སྐུ་བལྟམས་པ་ན་བྱིན་ཆད་ནས་ཨེ་ནི་བདག་ཅག་གི་སྟོན་པ་ཐུབ་པའི་དབང་པོ་གླང་པོ་ཆེ་ཐ་སྐར་ཆེ་བ་དྲུག་ལྡན་གྱི་ཚུལ་སྐུ་བལྟམས་པའི་ཁར་ས་བདུན་ཡུམ་གྱི་ལྷུམས་སུ་ཞུགས་པ་ཡིན་པ་རེད། དེ་ནང་བཞིན་བྱས་ནས་འཇམ་མགོན་བླ་མ་ས་སྐྱ་པཎ་བདེ་སྟེ་ཆེན་པོ་ཡང་ཕན་བདེ་གླུ་ཡི་རྒྱལ་པོ་གཙུག་ན་ནོར་བུ་རིན་པོ་ཆེས་སྤྲས་པ། གཟི་བརྗིད་མིག་གིས་བལྟར་མི་བཟོད་པའི་རྣམ་པས་ཡུམ་གྱི་ལྷུམས་སུ་ཞུགས་ནས་དེ་ནས་ཆུ་སྟག་བྲག་དར་བའི་ཉིན་ཉི་ཤུ་དྲུག་ལ་བོད་ཀྱི་བར་སྣང་ཁྱད་པར་ལ་སོགས་པ་ནི་བྱ་སྤྱོད་གསན་པའི་རྣམ་ཐར་དང་ཟུར་མཐུན་པར་སྐུ་བལྟམས། དེ་ནས་སྐུ་ཆུང་ངུའི་དུས་ནས་དུ་ཁ་ཟུར་པ་གོ་བུ་སྐུ་བ་གནང་བའི་སྐབས་ནས་ཀྱི་གསང་ཁྲིད་འདི་སྐད་རང་བྱུང་གི་ཐོ་གཞུང་དུ་གསུངས། གསུངས་པ་མ་ཟད་ཕྱག་གི་ཨིན་ས་ལ་ཡང་ནཱ་ག་ར་དང། ལན་ཚ་ལ་སོགས་པ་ཨཱ་ལི་ཀཱ་ལི་ཚགས་རེ་རེ་བྲིས་ཤིང་དེ་ནས་དེ་ཡང་མ་སྐམ་པ་བྱས་རྗེས་དེ་ཕ་སུ་བུ་གནང་བྱས་ད་དུང་བྲིས་སུ་གནང་གང་དག་རྒྱ་ལོག་དང་བོད་ལོག་མང་པོ་ཐུགས་བླ་མ་བོད་པ་ཐུགས་སུ་ཆུད། ནི་དགུང་ལོ་དགུ་པ་ནས་བཟུང་སྟེ། པར་བཅས་རྡོ་རྗེ་སྒྲུབ་ཐབས་མཚོ་སྐྱེས་དང་བརྟག་གཉིས། མཉམ་སྦྱོར་གུར་གསར་འབུལ་དགྲ་ལ་སོགས་པ་ཐུགས་ལས་གསུངས་ཏེ་མདོར་ན་དགོངས་ཀློག་བཅོ་ལྔ་ཡན་ལས་བླ་མ་གོང་མའི་གསུང་རྒྱུད་མདོ་སྔགས་ཀྱི་ཟབ་ཆོས་མཐའ་དག་རྗེ་བཙུན་རིན་པོ་ཆེ་གྲགས་པ་རྒྱ་མཚན་ཉིད་ལས་ཇི་ལྟར་གསན་པ་བཞིན་དུ་དེ་ནི་ཤེས་པ་ལ་ཡང་ཐོགས་པ་མེད་པར་གྱུར། དགུང་ལོ་བརྒྱད་པ་ལ་ནོན་གསར་གྱི་ངང་ཚལ་རྣ་ལམ་དུ་དེ་ནས་ཨ་ཤི་བུན་པ་ཟེར་བའི་མཆོད་རྟེན་བཞེངས་དེའི་དྲུང་དུ་སློབ་དཔོན་དབྱིག་གཉེན་ལས་ནུབ་གཅིག་ལ་ཟླ་བ་གཅིག་གི་རྣམ་པ་ནུབ་གཅིག་རེད་དེ་ཡིན་ན་ཡང་ཕུ་བོ་ཁ་སོ་རེད་རྣམ་པ་འདྲ་བོ་དེ་ལ་ཡང་ཟླ་བ་གཅིག་གི་ཚད་ལ་ཡང་མཆོད་རྔོན་པ་ཚོས་ཚར་གཅིག་བསད་ནས་ནགས་བསྲེགས་པའི་སྐབས་ལ་ཚིག་དོན་མ་ལུས་པ་ཐུགས་སུ་ཆུད། སྐྱེས་བུ་དམ་པས་རང་དག་བའི་རྣ་ལམ་དུ་སའི་ཆོས་བསམ་པ་ཐམས་ཅད་ཀྱི་ཚིག་དོན་མ་ལུས་པ་ཐུགས་སུ་ཆུད་ཐུབ་པ་འདིར་བྱུང་བ་ཡིན་པ་རེད། དེ་ནས་རྒྱ་གར་ཤར་ཕྱོགས་སུ་ཕྱོགས་ཀྱི་གླང་པོའི་གདན་སར་བཀོད་ནས་ཚད་མ་བསྡུས་བདུན་ལ་སོགས་པའི་གླེགས་བམ་མང་པོའི་ལྡེ་མིག་བཟུང་བའི་གཟིགས་སྣང་ཤར་བས་ཚད་མ་ལ་འབད་མི་དགོས་པར་མཁྱེན། དགུང་ལོ་བཅུ་དགུ་མན་ཆད་ནས། གཞོན་སྟོན་ལ་སོགས་པའི་མཁས་པ་རྣམས་དང་རྒྱ་གར་ཤར་ནུབ་གུང་གསུམ་ལ་ཡོངས་སུ་གྲགས་པའི་སངས་ཀ་ཤི་རི་ལ་སོགས་པའི་མཁས་པ་རྣམས་ཚད་མ། ཕར་ཕྱིན། སྒྲ། སྙན་ངག། སྡེབ་སྦྱོར། མངོན་བརྗོད། ཟློས་གར་ལ་སོགས་པ་གསན། དགུང་ལོ་ཉེར་བདུན་པ་ལ་ས་བབ་དྲུག་གི་ལོ་ལ་ཁ་ཆེ་པན་ཆེན་ཤཱཀྱ་ཤི་རི་ལ་སོགས་པའི་མཁན་སློབ་དང་དགེ་འདུན་འདུས་པ་རྒྱ་མཚོའི་ཡུལ་དུ་མི་རབས་རབ་ཏུ་བྱོན་ཞིང་བསྙེན་པར་རྫོགས་པ་དགེ་སློང་གི་སྡོམ་པ་བཞེས། དེ་ནི་ཆོས་ཡོད་ཁ་ཟེར་ཁ་ཆེ་ཤ་པན་ཅན་དང་དེའི་དངོས་ལུགས་རྣམས་ལས་གང་དག་མཚན་མ་དང་བསྡུ་བ། མདོ་སྡེ་གསང་སྔགས་སུ་རྒྱ་བོད་ན་ཁྲ་བོ་ཆོས་ཕམ་པོ་ཅན་ནོ་སེང། མདོར་ན་གང་དག་དགུང་ལོ་སུམ་ཅུ་སོ་ཡན་བར་དུ་རྒྱུད་འཛིན་རིན་པོ་ཆེ་གྲགས་པ་སྐྱ་མཚན་ལྟར་གར་བཟུང་བའི་དབུ་བླ་གཙོ་བོ་བྱས་བྱས་ཨེ་ནི་གསུང་གི་བདུད་རྩི་ངོམ་པ་མེད་པར་གསོ། ཁྱད་པར་དུ་ཡང་དེ་ནི་གང་ཟེར་བ་ནི་རྒྱུད་འཛིན་རིན་པོ་ཆེ་གི་ལ་ཡང་བཟང་པོ་བསླབ། ལམ་གྱི་བླ་མའི་རྣལ་འབྱོར་གནང་རོགས་གནང་ཟེར་ནས་གསོལ་བ་བཏབ་དུས་སྐབས་ལ་རྗེ་བཙུན་རིན་པོ་ཆེ་ཀྱིས་ད་བླ་མའི་རྣལ་འབྱོར་འདི་ད་ལྟ་མི་ཡོང་གང་ཡིན་ཟེར་ན་ཁྱེད་རང་གིས་ང་ཨ་ཁུའི་འདུ་ཤེས་མ་གཏོགས་ཨེ་ནི་སངས་རྒྱས་ཀྱི་འདུ་ཤེས་བཞག་ཐུབ་ཀྱི་མི་འདུག་དེ་མེད་དུས་རྩ་ནས་ཨེ་ནི་དེ།

སངས་རྒྱས་ཐམས་ཅད་ཀྱི་མཁྱེན་པའི་རང་བཟོའི་རྗེ་བཙུན་འཇམ་དཔལ་དབྱངས་སུ་དངོས་སུ་གཟིགས་འཕེན་ལ་ད་ཆོས་ཀྱི་ཁོང་རི་ཡའི་འཇམ་དཔལ་དབྱངས་རིགས་དེ་ཡིན་ན་ཡང་ད་གང་དག་ཅིག་ཐུན་མོང་གདུལ་བྱའི་སྣང་ངོར་ལ་ད་ནི་རྗེ་བཙུན་འཇམ་དཔལ་དབྱངས་སུ་དངོས་སུ་གཟིགས་ནས་དེ་ཟབ་མོའི་ལམ་གྱིས་བྱིན་གྱིས་བརླབས་པའི་ཚེ་རྗེ་བཙུན་བླ་མ་འཇམ་དཔལ་དབྱངས་སུ་གཟིགས་སྐད་ཅིག་གཅིག་ལ་ཆོས་རྣམས་ཐུགས་སུ་ཆུད། ཐུགས་ཁྲོ་ཁྱོད་ལ་སྤྱི་བོས་ཕྱག་འཚལ་ལོ་ཟེར་ལན་དེའི་སྐབས་ཆོས་ཐམས་ཅད་ཤེས་བྱའི་ཆོས་ཐམས་ཅད་མ་གྲུབ་པའི་ཐུགས་སུ་སྐད་ཅིག་གིས་ཆུད་ནས་ཤེས་བྱ་གང་ལ་ཡང་མི་འཇིགས་པའི་སྤོབས་པ་སྤོབས་པའི་གཏེར་ཆེན་པོ་རྙེད་ཡ་ད་དེ་འདྲའི་བྱུང་བ་ཡིན་པ་རེད། གང་ལྟར། ཕྱི་ནང་གི་རྟེན་འབྲེལ་མ་ལུས་པ་ཡོངས་སུ་བསྒྲིགས་ནས་བླ་མ་འཇམ་དཔལ་དབྱངས་དངོས་སུ་གཤེགས་པའི་སྟོབས་ཀྱིས་ས་དང་པོའི་ཡོན་ཏན

ཆོས་རྗེ་འཇམ་དཔལ་ཡང་ན་ཤིང་གི་ཐོད་ཆུ་ས་པའི་ནང་ཤིང་གི་དབུ་ལ་གཙུག་གཏོར། ཞབས་ལ་འཁོར་ལོ། སྨིན་མཚམས་ལ་མཛོད་སྤུ། འོ་དེ་འདྲས་ཡོད་མཁན་དེ་དངོས་སུ་ཐུན་མོང་གི་གདུལ་བྱ་རྣམས་ཀྱི་སངས་རྒྱས་ཀྱི་སྐུ་མཚན་དཔེ་དངོས་སུ་སྦྱར་ཐུབ་མཁན་དེ་འདྲས་ཏེ། ཆོས་རྗེ་གཅིག་པོ་མ་གཏོགས་སུས་ལས་འཇམ་དཔལ་དབྱངས་ཀྱི་སྤྲུལ་པ་གཞན།

ཨེ་ནི། མུ་ཏིག་གི་སྟོན་པ་ཁྲོ་ཆེན་ཁ་བོ། ཁྲོ་བ་དང་བཅས་པ་ཚུལ་བཞིན་རྩོད་པ་བརྒྱ་ག་ཡོང་པ་རེད་རྩོད་པ་བརྒྱ་ག་ཡོང་སྟེ་ཉི་མ་མང་པོ་ལ་རྩོད་པ་མཛད་ནས། རྩོད་པ་མཐའ་ཡང་མ་བཅོས་པས་ནི་ཉི་མ་མང་པོའི་རྗེས་ལ་ཨེ་ནི་ཆོས་བྱེད་ཀྱི་ལུང་དང་རིགས་པའི་སྒོ་ནས་ཚར་བཅད་ནས་སྨྲ་བ་མེད་པའི་བརྟུལ་ཞུགས་ལ་བཀོད། གུས་པ་དེ་འདྲའི་བྱུང་བ་ཡིན་པར་བདེ་ལ་སོགས་པ་གང་དག་སྙན་པའི་གྲགས་པ་གངས་རིའི་ལྗོངས་ལས་རྣམ་པར་རྒྱལ་ནས་རྒྱ་གར་རྒྱ་ནག་ཧོར་བ་ཡུལ་བཅས་པ་ལྗོངས་ཐམས་ཅད་ལ་ཁྱབ་པར་བྱུང་བ་ཡིན་པས་དེ་ནས་དགུང་ལོ་དྲུག་ཅུ་རེ་གཉིས་བཞེས་པའི་སྐབས་ལ་ཡང་བྱང་ཆུབ་སེམས་དཔའི་སྤྲུལ་པ། སྟོབས་ཀྱི་འཁོར་ལོས་སྒྱུར་བ་ཤར་ཕྱོགས་གོང་མ་རྒྱལ་པོ་གོ་དན། ད་ཧོར་གྱི་རྒྱལ་པོ་གོ་ལྡན་ཞེས་པ་དེ་ཡིན་པ་དེ་ཡིས་ཨིན་དི་ཡའི་དམག་བྷེ་རོ་ནཱས། རྒྱ་ནག་ལུགས་ཀྱི་བྷེ་རོ་ནཱས་བྱས་ནས་བདེན་དོན་ཞུ་མཁན་གྱི་ཕིབས་བསུ་བཏང་ནས་དེའི་བཀའ་ལ་མངོན། ཁ་ཆེའི་དཔོན་ཆེན་སིང་གྷ་ལི་ཡི་གླིང་དུ་བྱོན་པ་ནི་ལྷ་གནམ་བདེ་དཀར་པོ་སི་ཏི། ཡི་ཧོར་ཡུལ་དུ་བྱོན་པར་ཞུས། དུས་ཚོད་སྒྲོལ་མ་ལ་གསོལ་བ་བཏབ་པས་ཁྱོད་ཀྱིས་ཕྱིན་པའི་ཕན་པ་མེད། ཁྱོད་ཀྱི་སློབ་མ་ཅིག་བོད་ན་ཡོད། དེའི་ཕྱིས་ན་ཕན་པར་འགྱུར་བའི་ལུང་སྟོན་ཅིག་ཅེས་གསུངས་ཏེ་ཕན་ཆེན་གྱིས་ཀྱང་དེ་ལྟར་དུ་ལུང་བསྟན་པ་དང། དེ་བཞིན་དུ་རྗེ་བཙུན་རིན་པོ་ཆེས་ཀྱང། ཁྱོད་ཀྱི། ཚེམས་ཕྱུག་ལ་ཧོར་གྱི་གདན་འདྲེན་ཡོང་ཕྱིན་ན། བསྟན་པ་དང་སེམས་ཅན་ལ་ཕན་པ་རྒྱ་ཆེན་པོ་ཞིག་ཡོང་གི་ཅི་ནས་ཀྱང་སོང་ཞིག་ཅེས་ལུང་བསྟན་པ་གཉིས་ཀ་ཐུགས་དྲན་གསོས་བྱས། དེ་ནས་དགུང་ལོ་དྲུག་ཅུ་རྩ་གསུམ་བཞེས་པའི་སྐབས་སུ་ས་སྐྱ་ནས་ཆིབས་ཀྱི་ཁ་ལོ་བསྒྱུར་ནས། ཨེ་ནུ་བྷ་ག་བྷེར་ལམ་ལ་ཡང་དགའ་བ་དང་ལྡན་པའི་སེམས་ཅན་དཔག་ཏུ་མེད་པ་ལ་དབང་དང་བྱིན་རླབས་གསུང་ཆོས་ལ་སོགས་པ་བསམ་གྱིས་མི་ཁྱབ་པ་བསྩལ་ནས། དེ་ནས་ད་དྷར་ཨེ་ནི་མེ་ད་ལོ་ལ་ཡང་རྒྱལ་ཁབ་གླིང་ཆུ་རྩེར་ཕེབས། རྒྱལ་པོས་ཉམས་རྒྱལ་པོ་གིས་ཨེ་ནི་རྟག་ཆད་བྱེད་ཡ་རེ་ཆེད་དུ་སྒྱུ་མའི་ལྷ་ཁང་བཀྲུར་ནས་ཨེ་ནི་ཆོས་རྗེ་དེའི་གདན་འདྲེན་ཞུས་ནས་ཨེ་ནི་ཆོས་རྗེ་ཕས་ཁྲུས་པ་དང་སྒྱུ་མ་བཤིག་ཡ་ཡི་ཐབས་ཤེས་འདི་བྱས་པ་ནི་མི་ཆོས་པའི།

དོན་བཟང་དགོངས་གསུང་ལ་སོགས་པ་གང་དག་བསྟན་པ་ནམ་བླངས་པ་ལ་ཉི་མ་ཤར་བ་ལྟ་བུ་དེ་འདི་འདྲ་བ་དཔག་ཏུ་མེད་པ་བཙལ་ནས་བསྟན་འཛིན་བུ་སློབ་ཀྱི་སྲོག་ཀྱང་བསམ་གྱིས་མི་ཁྱབ་པ་བྱུང། དེ་ནས་ལྕགས་ཕག་ལོར་གྱི་ཐ་སྐར་ཟླ་བའི་ཚེས་བརྒྱད་ནས་བཟུང་སྟེ་གཞན་དོན་འཕེལ་བའི་རྟགས་ས་གཡོ་བ་དང་བླ་མ་དང་ལྷག་པའི་ལ་བསམ་གྱིས་མི་ཁྱབ་པའི་ཡང་ནས་ཡང་དུ་ཞག་མངོན་སུམ་དུ་བསྟན་ཏེ་ཆོས་གསུངས་པ་དང།

བྱ་བ་རྒྱ་བོད་ཉི་མའི་སྟོབས་འཕེལ་གྱིས་སས་དམ་པར་གྱུར་ཏེ་སེམས་ཅན་འབུམ་ཕྲག་མང་པོ་གྲོལ་བར་བྱེད་ས་དང་ལམ་བར་ཆད་བསྒྲུབས་ནས་སྐྱེ་བ་གསུམ་པ་ལ་མངོན་པར་དགའ་བའི་ཞིང་དུ་ཨེ་ནི་དེ་བཞིན་གཤེགས་པ་དྲི་མ་མེད་པའི་པར་ཞེས་བྱ་བ་ལོངས་སྐུའི་ཆ་བྱད་ཅན་ལ་གདུལ་བྱ་དག་པའི་འཁོར་གྱིས་བསྐོར་བ་ཉིད་དུ་འཚང་རྒྱ་བར་འགྱུར་རོ་གསུངས་ད་ལྟའི་འདམ་རྟ་མདོར་བསྡུས་ཀྱི་ད་ལྟ་ཉིད་ཡོད་པ་དུས་ཚོད་ག་ཚོད་བར་ད་འདམ་རྟ་རྣམ་པར་དག་པའི་རྒྱ་མཚོ་ལྟ་བུ་བསམ་གྱིས་མི་ཁྱབ་པ་ཅིག་ཡོད་དེ་ནས་ཡིན་ནའི་དེའི་ནང་ནས་ད་ཆོས་ཐིག་ཙམ་ཞིག་དུ་དེ་རིང་གི་དུས་ཆེན་གྱི་སྲུང་བརྩི་ཞུ་ཡག་དང་ཆབས་ཅིག་ཏུ་ངང་དུ་ཚང་མའི་རྒྱུད་ལ་ཡང་དག་པའི་ས་བོན་འཇོག་ཡག་ཐབས་ལེགས་ཀྱི་ཆེད་དུ་མདོར་བསྡུས་ཙམ་ཞུ་ཡག་དེ་འདྲ་ཡིན་ཨེ་ནི་གལ་ཆེ་ཤོས་དེ་ད་ག་རེ་གོ་རེ་ཟེར་ལབ་ཡིན་ན་ཨེ་ནི་དེ་རིང་གི་དུས་ཆེན་ཁྱད་པར་ཅན་འདིའི་སྐབས་ལ་ཡང་ཨེ་ནི་ཚང་མས་ཆོས་སྦྱིན་རྣམ་ཐར་ཡིད་ལ་དྲན་པའི་སྒོ་ནས་ཨེ་ནི་རང་གི་ཕ་བའི་ད་ཐོས་བསམ་སྒོམ་གསུམ་བྱེད་ཡག་དང། དེ་གལ་ཆེན་པོ་ཞེ་དྲག་ཡིན་པ་རེད་ཆོས་ཅིག་གིས་གསུངས་ཡོད་རེད། རིག་པ་ནང་པར་ཅི་ཡང་ལོབས་ཚེ་དེར་སྐྱེ་བ་མ་སྲིད་ཀྱང་སྐྱེ་བ་ཕྱི་མར་སྤྱོར་བ་ཡིན་ནོ་ལ་རང་ཉིད་ལན་པར་བསྒྲགས། སང་ཉིན་ཤི་གི་ཡོད་ན་དེ་ནི་སློབ་སྦྱོང་བྱེད་དགོས་རེད། གང་ཡིན་ཟེར་ན་སྐྱེ་བ་ཕྱི་མ་ལ་ཡང་རང་གིས་སྤྱོར་བའི་ནོར་རང་གིས་ལེན་པ་ལྟ་བུ་ཞིག་ཡོད་གི་རེད་ཟེར་ནས་གསུངས་བ་རེད་བཅོམ་ལྡན་ཡིན་དུས་ལྟར་དང་པོ་སློབ་སྦྱོང་བྱེད་ཡ་དེ་ང་ཚོ་གལ་ཆེན་པོ་ཞེ་བོ་གཅིག་རེད།

སྣང་ཡང་ཡོད་མ་རེད་དེ་ཐར་པ་གསལ་དུ་སོ་སོས་བསྒྲུབ་དགོས་ཡ་ཞིག་རེད་སོ་སོས་བསྒྲུབ་ཡ་ལ་ཡ་ཨེ་ནི་ག་རེ་དགོས་རེད་ཟེར་ན་དང་པོ་དེ་ཨེ་ནི་སློབ་སྦྱོང་བྱེད་དགོས་རེད་སློབ་སྦྱོང་མ་བྱས་པ་ལ་ཡ་ཨེ་ནི་དེ་བསམ་པ་དང་གོམས་པ་ཡོང་ཐུབ་ཡ་ཡོད་མ་རེད་བསམ་པ་དང་གོམས་པ་མ་བྱུང་ན་ཨེ་ནི་སངས་རྒྱས་ཡ་ཡོད་མ་རེད།

དེ་འདྲ་ཡིན་དུས་རྩ་ནས་ཡི་གེ་བཤད་ན་ཨེ་ནུས་ཆོས་ཀྱི་སློབ་སྦྱོང་བྱེད་ཡག་གི་གོ་སྐབས་ཞེ་དྲག་གི་རྒྱ་ཆེ་རུ་ཕྱིན་པ་རེད་དེ་འདྲ་ཡིན་དུས་རྩ་ནས་ཨེ་ནུས་ཆོས་ཀྱི་བྷ་ག་ཏཱ་དང་པོ་སློབ་སྦྱོང་བྱེད་ཨེ་ནུས་སློབ་སྦྱོང་བྱས་ཚར་བའི་ཞུ་གུ་ལ་ཡ་ཨེ་ནུས་བསམ་པས་སྒྲོ་འདོགས་བཅད་བཅད་གང་སློབ་སྦྱོང་བྱེད་པ་དེའི་དོན་ལ་ཡ་ཨེ་ནུས་བསམ་བློ་བཏང་ནས་ཨེ་ནུས་དེ་ཡ་ནས་ཡང་དུ་བསམ་བློ་བཏང་རྗེས་ཨེ་ནུས་དེའི་དོན་རྒྱུད་ལ་གོམས་པར་བྱེད་དེ་ནས་ཨེ་ནུས་དེའི་སྒོམ་བརྒྱབ་ནས

དང་པོ་པའི་སློབ་སྦྱོང་བྱེད་ཡག་དེ་གལ་ཆེན་པོ་ཆགས་འདུག་སློབ་སྦྱོང་བྱེད་པའི་ཆུ་བོ་ལ་ཡིན་ནི་བསམ་བསམ་པའི་སྒྲོ་འདོགས་བཅད། དེའི་ཆུ་ལ་ཡིན་ནི་གོམ་པས་ཉམས་སུ་བླངས། འོ་ཐུགས་སུ་བྱས་པ་དེ་ཡིན་ན་ཨེ་ནི་ཡ་རིམ་གྱིས་ས་དང་ལམ་བགྲོད་ནས་ལས་ཐར་བ་དང་ཐམས་ཅད་མཁྱེན་པའི་གོ་མ་ཐོག་ཐུགས་ཡག་ཡོང་རྒྱུ་ཡིན་པ་རེད་དེ་འདྲ་ཡིན་དུས་ཙམ་ནས་དུས་དང་རྣམ་པ་རྒྱུན་དུ་ཨེ་ནི་ཆོས་བྱེད་རྣམ་ཐར་ཡིད་ལ་དྲན་པའི་སྒོ་ནས་སློབ་སྦྱོང་བྱེད་ཡ་ལ་ཚང་མས་འབད་བརྩོན་རྒྱག་མ་བྱུང་བ་གནང་རོགས་གནང། དེ་ཡིས་སོ་སོའི་སློབ་སྦྱོང་བྱེད་སོ་སོ་གི་ཐོས་བསམ་སྒོམ་སོགས་བྱེད་ན་ཆོས་རྗེ་འཇམ་དབྱངས་བླ་མའི་གི་ག་སོར་བཀའ་དྲིན་རྗེས་སུ་དྲན་པ་དང། དུས་ཆེན་སྲུང་བརྩི་ཞུ་ཡ་ལ་དེ་ལས་ལྷག་པ་ཅི་ཡོད་མ་ཤི་ན་མི་ཆོས་པ་ཕུལ་ཡ་དང་ཕྱག་འཚལ་ཡ་དང། ཞལ་འདོན་སྐྱོར་ཡ་དང་དེ་ཚོ་ཚང་མ་གལ་ཆེན་པོ་ཞེ་དྲག་རེད་པས་ཡིན་ན། ད་གལ་ཆེ་ཤོས་དེ་གང་ལྟར་ང་ཚོས་སེམས་རྒྱུད་མ་དུལ་བ་དེ་དུལ་བར་བྱེད་ཡ། སེམས་རྒྱུད་མ་དུལ་མ་ཞི་བ་དེ་ཞི་བར་བྱེད་ཡ་དེ་འདྲས་ཀྱི་ཐབས་ཤེས་བྱེད་ཡ་དེ་གལ་ཆེ་ཤོས་ཡིན་པ་རེད། དེ་འདྲས་ཡིན་དུས་རྩ་ནས་དེ་ལ་ཡ་ཨེ་ནི་ཚང་མས་འབད་བརྩོན་རྒྱ་ཆེན་པོ་གནང་བྱས་གང་ལྟར་དེ་འདྲས་རིགས་བྱུང་ཐུབ་པ་ཡིན་ན་ཨེ་ནི་ཆོས་སྤྱིའི་རྣམ་ཐར་ཁག་སོགས་རུ་དག་བཀའ་དྲིན་རྗེས་དྲན་དང། དུས་ཆེན་སྲུང་བརྩི་ཞུ་ཡ་དེ་ལས་ལྷག་ཡོད་མ་རེད་དེ་དོན་ཨེ་ནི་ཚང་མ་མགོ་ལག་འོས་ཐུག་ལ།